ལྷོ་གཏེར་ལུགས་ཀྱི་ཐེག་པ་གཉིས་པ་སྣང་ཞེན་ཐེག་པ། སྣང་གཞན་ཐེག་པ་དེ་གཙོ་བོ། སྨན་ནོར་རས་མི་གཙང་བག་སྒྲིབ་དེ་ཚོ་སེལ་བ་དང། ཨ་ནི། འབྲས་དགུ་དང་བསིལ་ཆུ་ཟེར་བ་དེ་དག་ཐམས་ཅད། ཐབས་ཀྱིས་བསྡུས་བའི་ཐེག་པ་ཅིག་རེད། ཨ་ནི། གཙོ་བོ་ག་རེ་བྱེད་དགོས་རེད་ཟེར་ན་དེ། ཀླུ་གཉན་ས་བདག་གིས། ཕན་ཚུན། མིའི་སྤྱི་ཚོགས་དང་འཁྲུག་པ་དང་ཡང་ན། ཀླུ་གཉན་ས་བདག་ཕན་ཚུན། འཐོར་བ་དེ་དག་ཐམས་ཅད། འདུམ་པར་བྱེད་པ་དང་ཚུར་སྒྲིག་པར་བྱེད་པ་དང། ཨ་ནི། མཁའ་ཀློང་དབྱིངས་གསུམ་གྱི། མ་ཚོགས་རྣམས་ལ་མཆོད་པ་འབུལ་བ་དང། འདོད། ཕུལ་བ་དང། བསྐང་རྫས་ལ་སོགས་ཀྱིས། མཉེས་པར་བྱས་ནས། འདོད་པ་ཚིམ་པར་བྱས་ནས། གཙོ་བོ། བསྟན་བཅོས་ཀྱི་བདེ་སྐྱིད་འཕེལ་བར་བྱེད་པ་དང། སྙིགས་མེད་ཀྱི། དུས་ངན་པའི། རྒུད་ཚོགས་ཐམས་ཅད། སེལ་བར་བྱེད་པའི། ཐེག་པ་ཅིག་རེད། ཨ་ནི། དེ་འཇུག་པའི་ཐབས་ལམ་འདྲ་བོ་དེ་ག་འདྲས་རེད་ཟེར་ན། དེ་ལ་འཇུག་སྒོ་བཞི་ཟེར་ཡོད་རེད། འཇུག་སྒོ་བཞི་དེ་ག་རེད་ཟེར་ན། ཆབ་ནག་ཆུ་བོ་སེལ་གྱི་སྒོ། ཆབ་དཀར་འབྲས་དང་བསིལ་ཡི་སྒོ། འཕན་ཡུལ་མཉམ་རྗེས་རླུད་གྱི་སྒོ། དཔོན་སེལ། འཆར་ཉེན། ལྟོ་ཡི་འགོ་ཟས་ནི་གཙོ་བོ། སེལ་དང། འདྲེ་སྲི་དང། ལུས་དང། ལྟོ་ཡི་འགོ་ནི། དེ་དག། མེ་རྣོལ་དང་མི་གཙང་བ་དང་དེ་ནས། སྲི་དང་དེ་དག་ཐམས་ཅད། མེད་པར་བྱེད་པ་དང་སེལ་ཐབས་ཀྱི། འཇུག་སྒོ་ཞིག་རེད། ད་དེའི་ནང་ནས། ཐོག་མ་དེ་སེལ་ཟེར་ན་ག་རེ་རེད་ཟེར་ན། སེལ་ལས་དེ་གཙོ་བོ་སྨེ་བ་རེད་སྨེ་བ་ཟེར་ན་ད་གཙོ་བོ་ཤ་ཁྲག་གཅིག་པའི་ནང་ཁུལ་གསོད་རེས་གཏུག་པའི་གི་བག་གྲིབ་རེད་ཨ་ནི། རྣོལ་ཟེར་ན་མི་གཙང་བ། ད་བག་གྲིབ་འདི་འདྲས་མི་གཙང་བ་འདི་འདྲས་ཀྱི། འདི་འདྲས་ཀྱི་ད་གྲིབ་དང་འདི་ཚོ། ད་སེལ་བའི་ཆེད་དུ། སེལ་གྱི་ཆོ་ག་ཟེར་ནས་ནི་བོན་པོའི་ནང་ལ་ཆོ་ག་རྒྱ་ཆེན་པོ་ཞུ་བཞོན་རེད། ནི་དེ་ད་དེའི་སྐབས་སུ་གཙོ་བོ་བསྟེན་དགོས་རེད། སེལ་གྱི་ཆོ་ག་ལ་བརྟེན་ནས་ནི་དབུལ་ཕོངས་དང། མི་རྒྱུད་རྩ་ནས་ཆད་འགྲོ་བ་དང། ནི་ལྷ་ཀླུ་ཕན་ཚུན་བསྣོལ་བ་དག། ད་བསྣོལ་ཟིན་ན་ལྷ་ཀླུ་ལ། མི་གཙང་ཕོག་པ་དང། ནི། གེགས་རྐྱེན་རྩུབ་པོ་བྱུང་བ་དང། ད། ད་མི་གཙང་སྨན་བསྣོལ་ག་རེ་བྱུང་བ་ཡིན་ན། ལྟས་ངན་གྱི། དག། དབང་དུ་བསྐྱེད་ནས། སྐྱེ་འགྲོ་སེམས་ཅན་གྱི། དབང་དབང་ཐང་དང་རླུང་རྟ། གུས་པ་ལ་སོགས་དང། ཡང་ན། དམག་ས་ལ། སྦྲང་ངོ། རྒྱ་ཆེན་པོ་ལང་བ་ལ་སོགས་དེ་དག་ཐམས་ཅད་ཀྱི། ཏིང་ངེ་འབའ་ཐམས་ཅད་དང་དེ་ཚོ་ཡང་སེལ་ཐུབ་ཀྱི་རེད། ད་འདི་སེལ་སེལ་སེལ་གྱི་ཆོ་ག་ཡིན་ན། གནའ་སྔ་མོའི་དུས་སུ་བོད་ཀྱི་རྒྱལ་པོ་དང། ད། བོད་ཀྱི་རྒྱལ་པོ་དེ་དག་ལ། དམིགས་བསལ་གྱི་གསེར་གྱི་ཆོ་ག་བྱེད་མཁན་གྱི་གུས་ཞེན་དེ་འདྲ་ཡང་ཡོད་རེད་བླ་མ། རྒྱ་བོད་ཀྱི་དེ་འདྲས་ཨ་ནི། གཉིས་པ། ད། འདྲེ་དགུ་དང་སྲིད་བཅུ་འདུལ་བའི་ད། འཇུག་སྒོ་དེ་ནི་ཨ་ནི། ཡོངས་གྲགས་ལ་འདྲེ་དགོས་ཟེར་ན། དམའ་བའི་འདྲེ། མེད་པའི་འདྲེ། དབུལ་པའི་འདྲེ། དམངས་བའི་འདྲེ། འཇིགས་པའི་འདྲེ། ཉེས་པའི་འདྲེ། སྡུག་པའི་འདྲེ། སྒྲིབ་པའི་འདྲེ། སྟོང་པའི་འདྲེ་ཟེར་ན་འདྲེ་དགུ་ཟེར་ཡ་གཅིག་དང། ཨ་ནི། སྲིད་བཅུ་ཟེར། སྲིད་ཟེར་ན་ད། རྐྱེན་ངན་གྱི་དབང་དུ་འཆི་བ་དང། ད་འཆི་བའི་དོན་འགྲོ་བ་བཞི་རེད་སྲིད། ཨ་ནི་དེ་ལ་ཡང། ཆེ་སྲིད་ཆུང་སྲིད་དར་སྲིད། རྒན་སྲིད་གཞོན་སྲིད་ཕོ་སྲིད་མོ་སྲིད། བྱི་སྲིད་ཟེར་ནས་ད། བྱུར་སྲིད་ཟེར་ནས་དེ་འདྲས་ཀྱི་ད། ཕྱི་བའི་དོན་གྱི། ད་ཕྱི་བའི་དོན། དེ་འདྲས་ཅིག་ད། སྲིད་བཅུ་ཡོད་པ་དེ་དག་ཐམས་ཅད་ད་སྲིད་བསྣན་ཟེར་ནས་ཆོ་ག་སྲིད་བསྣན་ཡོད་པ་དང། སྲིད་ཀྱི་ཐོག་ནས་ད་དེ་འདྲས། གནོད་པ་དེ་ཚོ་འགོག་ཡས་ཡོད་པ་འདི་འདྲས་བྱེད་ཡས་ཅིག་རེད་ཨ་ནི། འཇུག་སྒོ་གསུམ་པ་དེ་ལུས། ད་ནམ་རྒྱུན་ཕོ་ལུས་རེད་མོ་ལུས་རེད་ཆུང་ལུས་འདི་འདྲས་འདི་འདྲས་བཅས་ནས་ལུས་ད་ཕན་ཚུན་ལུས་ཀྱི་སྟངས་ལུས་སྟངས་སྟངས་ལ་སྣ་ཁ་མང་པོ་ཡོད་པའི་ཆ་ནས་གཙོ་བོ་ཡང་མི་ཡོངས་གྲགས་གཅིག་ད། ལྷ་འདྲེ། གང་ཡང་རུང་བ་གིས་ད་མི་གསུམ་པོ་ཅིག་ལ་གནོད་བསྐྱལ་ནས་དེ་ཡི་སྲོག་ལ་འཚེ་བ་འགྲོ་བྱུང་བ་ཡིན་ན། ལུས་ཀྱི་ཆོ་གའི་ངོས་ནས་ད་ཕན་ཚུན་བྱེའུ་བརྒྱབ་པ་ལྟ་བུ་ཅིག་མི་དེ་ཡིན་ན་མི་ཚབ་འདྲ་བོ་ཅིག་ད་བཅའ་ནས་དེ་ཡི་དེའི་ཐོག་ནས་ད་བསླུ་ཐབས་བྱས་བ་དེ་གསུམ་པོ་བསླུ་ཐབས་བྱས་པ་དེ་ད་བསླུས་ཀྱི་ཆོ་ག་ཞིག་རེད། ཨ་ནི་བསླུས་ཀྱི་ཆོ་ག་དེ་ལ་དེ་ནས་ཨ་ནི་བླ་དགུག་པ་དང། དེ་ནས་བླ་དགུག་པའི་དང་དེ་ནས་ཕྱྭ་གཡང་ད་གཡང་སྐྱབས་དང་དེ་འདྲའི་ལ་སོགས་ཡང་དེ་དང་འབྲེལ་བ་ཡོད་པའི་ཆ་ནས་ཨ་ནི་ཆོ་ག་བྱས་ཅིག་རེད། ཨ་ནི་དེ་ཚོ་ད་ལྐོག་གྱུར་གྱི་ད་དེ་འདྲའི་རྐྱེན་ངན་ག་རེ་ཡོད་པ་ཐམས་ཅད་ནི་ད་གསོ་ཐབས་ཀྱི་ཆེད་དུ་ད་གསོ་གསོ་ནུས་ཡོང་ཐབས་ཀྱི་ཆེད་དུ་ནི་ཆོ་ག་སྤེལ་བཞག་པ་དེ་འདྲ་ཅིག་རེད། ནི་འཇུག་སྒོ་བཞི་པ་དེ་ད་ལྟོ། ལྟོ་དེ་ག་འདྲ་རེད་ཟེར་ན། ད་དེ་ལ་ལྟོས་དེ་ལ་ད་གི་གོང་དུ་ལྟོས་ཅིག་ཡོད་རེད་ཨ་ནི་ད་ལྟ་འདི་སྣང་ཞིང་ཐེག་པའི་ལྟོས་དེ་གཙོ་བོ་མཁའ་ཀློང་དབྱིངས་གསུམ་གྱི་ད་ལྷ་སྲས་ན་ལྷ་དང་སྲས་དེ་ག་ནང་བཞིན་གྱི་དབལ་མོ་དང་སྲུང་མ་ས་བདག་དང་བཅས་པ་རྣམས་ལ་མཆོད་པ་ཕུལ་ནས་ཨ་ནི་བསྟན་དང་འགྲོ་བ་བསྟན་པ། ད་སངས་རྒྱས་ཀྱི་བསྟན་པ་རེད་དེ་ག་ནང་བཞིན་སེམས་ཅན་གྱི་བདེ་སྐྱིད་སྒྲུབ་པའི་ཆེད་དུ་ཐབས་ལམ་ལ་འཇུག་པའི་ཇུས་འགོད་ཅིག་རེད། འདི་འདྲས་ཀྱི་ཇུས་འགོད་བཞི་དེ་དག་སེལ་བྱས་ན་རེད་སྦྲེལ་ཟིང་བསྣན་པ་ཡིན་ན་རེད། གླུད་བཏང་བ་ཡིན་ན་རེད་ཡང་ན་ལྟོ་སྦྱར་བ་ཡིན་ན་རེད་འདི་ཚོ་ཚང་མ་བྱེ་ཐང་འདྲ་བོ་དེ་དེ་ནང་བཞིན་ཐེག་པའི་ནང་ལ་ག་འདྲས་སུ་བྱེད་དགོས་རེད་ཟེར་ན། སྐད་ཀྱི་གཅོང་སྐུ་ཟེར་ནས་ད། ཆོ་ག་དེ་ཚོ་གྱེར་སྟངས་ཡིན་ན། ནི། སྒྲ་གདངས་དང་སྣང་དང་དེ་ཚོ་ཡིན་ན་དཔེ་སྐད། གྱེར་བྱེད་སྟངས་ཡིན་ན་རེད་དེ་ཚོ་ཚང་མ་སྐད་ཀྱི་སྒྲ་གདངས་ཡིན་ན། སྣ་ཁ་སྒུག་ཐོག་ནས་བྱེད་གི་ཡོད་རེད། ད་དེ་ལ་ཡོངས་གྲགས་ཀྱི་མིང་འདོགས་བཞིན་དུ་ནམ་རྒྱུན་ཡོངས་གྲགས་ཀྱི་ཅོང་གུས་ནས། གཡུ་འབྲུག་གི་ངར་སྐད། ཁྱུང་མོ་ཡི་ཚེར་སྐད། ངང་མོ་བུ་རྡོར་གྱི་སྐད། ངང་མོ་གི་ད་བུ་བརླག་པའི་ན་སྡུག་སྐད་ག་འདྲའི་རྒྱག་གི་དིག་གི་གདངས་ནང་བཞིན་རྨ་བྱའི་སྒྲོང་སྐད། ཁུ་བྱུག་གི་སྲུང་སྐད། ཅོ་ཀའི་སྒྱུར་སྐད། ནེ་ཙོའི་ཅོང་སྐད། ཕོ་རོག་གི་ལྟོ་སྐད། སེང་གེའི་གདངས་སྐད་ཟེར་ནས་ད་སྐད་ཀྱི་ཅོང་དགུ་ནི་ཐོག་ནས་ཨ་ནི་ཆོ་ག་རྒྱལ་གདངས་ཀྱི་གདངས་ད་དེ་ཚོ་རྒྱལ་གདངས་དེ་འདྲས་ཅིག་ཡོད་རེད། ད་འདི་ནང་བཞིན་ཐེག་པའི་སྐབས་སུ་སླེབས་དགོས་རེད། གང་ལྟར། སྣང་ཞིང་ཐེག་པ་བརྡའི་སྐབས་སུ། ལྷ་དང། འཇིག་རྟེན་ལྐོག་གྱུར་ལ་གནས་བསྡད་པའི་ལྷ་དང་འདྲེ་ཡི། དེ་ཚོ་ལ་ལྷ་དང་འདྲེ་དེ་ཚོ། ཕན་པ་དང་གནོད་པ་གཉིས་སུ་ཕྱེ་ནས། ཕན་པ་གང་ཡོད་པ་དེ་ལ་དེ་དག་ཐམས་ཅད་མཆོད། མཆོད་པ་དང་བཅས་གནོད་པ་བཏང་མཁན་བགེགས་ལ་སོགས་ལ་གླུད་ཕུལ་ནས། གཙོ་བོ། ད་འཇིག་རྟེན་གྱི་དཀའ་ངལ་ཐོག་མར་འདྲ་བོ་ཅིག་ནད་རིགས་འདི་ཚོ་གི་འཕྲོ་བཅད། དེ་ནས་ཐ་མ་དེ་ལ་མགོ་རུ་སྲི་མནན། ད་སྲི་མནན་ནས་དེ་འདྲ་གི་ད་གྱི། སྲི་ཆུ་གྲང་ཞགས་པ་དེ་ཚོ་ཡིན་ནམ་ད་ལྟས་ངན་དེ་དག་ཐམས་ཅད་མ་མནན་ནས། ད་འཇིག་རྟེན་གྱི་ད། གཅིག། གནས་སྐབས་ཀྱི་ཐ་འཕེན་སྡེབ་སྒྲུབ་པའི་ཐེག་པ་ཅན་པའི་ཆ་ནས་གཙོ་བོ་ཐེག་ཡོན་ཏན་ལའང་ད་གནས་སྐབས་ཀྱི་བདེ་བ་ཙམ་དང་ཡང་མོས་སྤྱོད་ཀྱི་ད་ས་ལས་ཡང་བརྒལ་མི་ཐུབ་པ་དེ་འདྲའི་ཅིག་མ་གཏོགས་ནི་ཡང་འབྲས་བུ་དེ་ཡང་རྒྱ་ཆེན་པོ་དེ་ཙམ་ཅིག་ཡོད་མ་རེད། ད་འདི་ལྷོ་རྡུལ་ལུགས་ཀྱི་ཐེག་པ་གཉིས་པ་སྣང་ཞེན་གྱི་ཐེག་པའི་སྐོར་ཡིན།